དཔེ་མཚོན་འགན་འཛིན་ཡིན། དེ་བཞིན་ལྷ་ཚོགས་ལ། རྨི་ལམ་བོད་ཀྱི་རྭ་སྒྲེང་ཞིབ་འཇུག་ཁང་གི་འགན་འཛིན་དང། དེ་ཐོག་མ་སྲོལ་བཏོད་པ་པོ་ཤིང་རྟའི་ཚུལ་གྱི་རང་བྱེད་ངེས་ཏེ། དེ་བཞིན་བློ་བཟང་རྨི་ལམ། ཁོང་གི་ལས་རོགས་རྣམ་པ།

གྲོང་ཁྱེར་གྱི་ཡ་ག་རིགས་པོའི་དཔེ་མཛོད་འཛིན་སྐྱོང་མ་ལག་གཉིས་བཅས་དང་འབྲེལ་བའི་ཏི་ཟླ་འཕྲིན་ལས་གཞིའི་ཆ་ཚང་དྲུག་པ་དེ་ལ་ངས་རྗེས་སུ་ཡི་རང་དང་བསྔགས་བརྗོད་ཞུ་གི་ཡོད། ལས་གཞི་འདི་བྱུང་རབས་ཀྱི་དོན་སྙིང་ལྡན་པའི་ལས་གཞི་ཞིག་རེད།

དེང་རབས་ཀྱི་ཚན་རིག་གི་རྩ་ནས་ཡང་ན་དེང་རབས་ཀྱི་འཕྲུལ་ལས་ཀྱི་རྩ་ནས་ང་ཚོ་གསར་དུ་རིག་པ་གཉིས་ནས་བྱས་པ་ཅིག་མ་རེད། དཔེ་མཛོད་ཀྱི་བསམ་ཚུལ་དང་དཀར་ཆག་རིག་པ་ཟེར་བ་དེ་ཐོག་མ་ནང་པའི་རིག་གནས་ནས་བྱུང་བ་ཞིག་རེད། ད་བར་ལམ་གནས་ཚུལ་གཞན་པ། ཕྱོགས་གཞན་པ་ལ་ཡར་རྒྱས་ཕྱིན་པའི་སྐབས་ལ། ང་རང་ཚོས་དེ། འགྲུབ་མ་ཟིན་པ་ཞིག་ནས། ཐོག་མར་ང་རང་ཚོས་སུས་བཏུས་པའི་རིག་གནས་དེ། དུས་ནས་དུས་སུ་བསྐྱར་ཞིབ་དང་ཡར་རྒྱས་མ་ཕྱིན་པར་ལས་དེ་བས་ཅི་ད་ད་རེས་དེའི་མཇུག་སྐྱོང་གི་སྐབས་ཆ་ཚང་བ་ཞིག་བྱུང་བ་དེ།

རྒྱ་གར་ནང་དར་སྔ་ཤོས་བྱེད་རེད་ལ་མང་ཤོས་བྱེད་རེད། ཡིན་ནས་སྟོན་པ་བཅོམ་ལྡན་འདས་རྗེས་དོན་དུ་བྱོན་པའི་སྔོན་ལ་ཁྱད་པར་རང་རང་སོ་སོའི་སྒེར་གཅོད་བྱས་ཡག་གི་པོ་ཏི་མང་གོ། དགེ་རྩ་གི་ཐུགས་གཉེར་རྣམས་མ་གཏོགས། སྤྱི་ཚོགས་དང་མང་ཚོགས་ཀྱི་བེད་སྤྱོད་དང་ཡང་གི་དོན་དག་ལ་དཔེ་ཆ་མང་པོ་རུག་རུག་བྱས་ཀྱི་ལམ་སྲོལ་དག་ན་མེད་པ་རེད། སངས་རྒྱས་རྗེ་རིན་བྱོན་པའི་རྗེས་ལ་ཡང་དགེ་འདུན་གྱི་སྡེ་གསར་བཙུགས་བྱས་པའི་སྐབས་ལ།

སངས་རྒྱས་ཀྱི་གསུང་དང། དེའི་དགོངས་པ་འདྲི་བའི་བསྟན་བཅོས། ཅི་ལ་ང་ཚོ་བོད་པའི་སྐད་ལ་གཙུག་ལག་ཟེར་ཏེ། སྐད་རྙིང་པ་ཅིག་རེད་ལ། ཕལ་ཆེར་བོན་པོའི་དག་ཆའི་ནང་ཡོང་བ་ཇི་འདྲ་ཁག་པོ་རེད་བསམ་འདུག།

དགེ་འདུན་གྱི་བཞུགས་ཡུལ་ལ་ཀུན་དགའ་ར་བ་སངྒ་ར་མ་ད་ན་བཞིན་ལས་ཀྱི་ཁང་པ་ལ་ཡ་མཚམས་མཚམས་ཀྱི་ཁང་པ་བཅུ་ལྡན་དེ་ལ་སོགས་པ་བཞུགས་ཡུལ་དང་ད་བཅུ་ལྡན་དེ་ཉང་དེ་རྗེས་ལ་ཡ་སྐུ་བཞུགས་ཡུལ་དེ་ལ་ཡ་དྲི་བཟང་ཁང་བཞེངས་འདུག

སྐབས་དེ་དུས་ཀྱི་རྒྱ་གར་གྱི་སྤྱི་ཚོགས་ནང་རྒྱ་གར་གྱི་ཡུལ་གྲུ་ནང་ཆ་བོད་མང་ཤོས་དག་དཔེ་མཛོད་ཤེས་རྒྱུ་ཞིག་ཡིན་པའི་ཚོད་རེད། ཏུ་རུ་ཀའི་དམག་གིས་མེ་སྟག་བཏང་པའི་སྐབས་ལ་ཡང་ཉི་མ་བདུན

མཇལ་མ་མྱོང། ད་བོད་ཀྱི་ནང་ལ་བཀའ་བསྟན་འགྱུར་བ་འགོ་བཙུགས་པ་དང་དཀར་ཆག་རིག་པ་བྱུང་བ་དུས་མཉམ་རེད། ད་བོད་པས་བརྒྱ་ཕྲག་བདུན་པ་བྱེད་པ་ནས་བྱས་ནས་མཁན་ཆེན་དཀར་རྩེ་ཡན་གྱིས་ལམ་སྟོན་ནས་བསྟན་ནས་གཞུང་ལུགས་ཡོངས་རྫོགས་བོད་སྐད་ལ་བསྒྱུར་ཡག་གོ་སྐབས་བྱུང་བ་རེད། ད་དེ་བོད་པ་ཙམ་དུ་མ་ཟད་པས།

དཔེ་ཆ་གི་ཚད་གཞི་ཟེར་བ་དེ་ཚོ་བསམ་གྱིས་མི་ཁྱབ་པ་རེད་ཤག་བྱུང་འདུག་སངས་རྒྱས་ཀྱི་བཀའ་ཡིན་ན་དེའི་ཤོག་ཚད་ཇི་ཙམ་དགོས་ཀྱི་ཡོད་པ་དང། རྒྱ་གར་ནས་འབྱོར་བའི་བསྟན་བཅོས་ཡིན་ན་དེའི་ཤོག་ཚད་ཇི་ཙམ་དགོས་ཀྱི་ཡོད་པ་དང། བོད་ཀྱི་མཁས་པས་བྲིས་པའི་བོད་གཞུང་ཡིན་ན་དེའི་ཤོག་ཚད་ག་འདྲས་ཀྱི་དགོས་ཀྱི་ཡོད་པ། དེ་ཚོ་ལ་ཡང། དགེ་ལེགས། སླེབས་ཤིང། སླེ་ཐག། སླེ་ཆབ། སོགས་ཐ་མ་ལ། ཕལ་ཆེར། རྒྱལ་པོའི་བཀའ་བཀོད་དང་འབྲེལ་ནས་བཟོས་བྱ་བ་སྟེ། དཔེ་ཆ་མང་པོ་ཞིག་ཡོད། བོད་ཀྱི་དཔེ་ཆ་ཙམ་དུ་མ་ཟད་པའི་ལེགས་སྦྱར་གྱི་དཔེ་མང་པོ་དུས་རབས་བརྒྱ་ཕྲག་ཉི་ཤུའི་བར་དུ་ང་ཚོས་ཉར་ཚགས་བྱས་ཚུལ་ཡག་སྲོལ་སྤྱི་དང་དང་བོད་ཀྱི་གནམ་གཤིས། ཡང་ཡུལ་བའི་དབང་གིས་རེད་ལ་དེ་མ་ཡིན་པའི་མི་ཚོས་བདག་གཉེར་བྱེད་རང་གི་ཐོག་ནས་ཤུགས་གཅིག་གིས་ཚད་ལྡན་པ་བྱུང་བ་ལ་བརྟེན་ནས་བྱུང་བསྡད་པ་ཞིག་རེད་པ། ད་དེའི་དུས་རབས་ཉི་ཤུ་པའི་ནང་ལ།

ཐུབ་བསྟན་དང་རིག་གནས་ཀྱི་སྡེ་ཚན་དབྱེ་འབྱེད་བྱེད་ཡག་གི་ལམ་སྲོལ་དེ་ཡིས་ཤར་ཕྱོགས་ཀྱི་རིག་པའི་གནས་ཧ་ཅང་གཞི་རྒྱ་ཆེ་བ་དང་གཏིང་ཟབ་པ་དེ་ཚོ་ལ་འདང་གི་མེད་པ་དང་ཆ་རྒྱུས་མེད་པ་དེ་ཚོ་རང་བྱུང་རྗེས་ཁོ་རང་གིས་ཡར་རྒྱས་བཏང་ཡོད་དེ་རྣམས་རེད། ད་དེ་ཞིག་ར་ལ་བཞག་ནས་ད་ལྟ་འདིའི་སྐད་ཆ་རིག་པའི་སྐོར་ཡིན་ནི་རེད་ད་བར་མ་ཟད།

ཡིན་ན་དྲི་བ་གཞན་པ་གཅིག་ང་ཚོ་བསམ་ན་ག་དུས་ཡིན་ན་ཡིན། ལས་ཡག་འདི་ག་རེད་ཟེར་ན། ད་སྔས་མ་དཔེ་ཆ་བཙལ་དགོས་དུས་སྐབས་ལ། ཆུ་ཚོད་བཅུ་ཚོད་དགའ་ཆ་ལོག་ནས་བཙལ་དེ་དགོས་བ་རེད། དགའ་ཆ་ལོག་ཚར་དུས་རྗེས་ལས་ཡང་བོད་ཀྱི་དཔེ་མཛོད་ནང་ལ་ག་བ་བཞག་ཡོད་ན་བསམ་ནས་མགོ་ནས་ཞུ་བ་བཙལ་དགོས་བ་རེད།

ལས་གཞི་འདིས་ཕན་ཐོགས་བྱུང་བ་འདི་རླབས་ཆེན་གྱི་གྲུབ་འབྲས་ཞིག་རེད་བཞག་ཡག་པོ་རེད་གསུངས་འདུག་ད་འཛིན་སྐྱོང་དང་འབྲེལ་བ་ཡོད་པ་བཅས་ཏེ་དཔེ་མཛོད་བདག་གཉེར་ཅན་ཚོའི་དོན་དག་ལ་རེད་དེ་ཡང་ད་ཧྲ་ལས་ལྷག་རུ་ཕྱིན་པ་རེད་ཡག་པོ་ཤ་རེད་ཚོད་འཛིན་དཔེ་མཛོད་ཆེན་པོ་ཏན་ཏན་ཡོང་གི་རེད་མ་འོངས་པ་ལས་ཀ་ཀོ་རིམ་པས་དུས་དང་མཐུན་པའི།

སྒྲུབ་མི་ནུས་པའི་བྱ་བ་ཞིག་རེད། སོ་སོ་ལངས་ས་ཅིག་ཡོད་པ་བྱས། སོ་སོའི་དུས་རབས་ག་རེའི་མི་ཡིན་པ་དེ་ཡི་ངོས་འཛིན་ཅིག་ཡོད་པ་ཡིན་ན། ཨ་ནི་ངོས་འཛིན་དེ་བདག་གཉེར་བྱས་པའི་ཐོག་ནས། དུས་རབས་ཉི་ཤུ་རྩ་གཅིག་པའི་ནང་ན་ཡོང་ཡག་གི་ཀླན་ཀ་དེ་ཚོ་ཇི་མ་ཇི་བཞིན་གདོང་ལེན་བྱ་ཡག་གི་ནུས་པ་ཅིག་ཡོད་པ་བྱས།

དགེ་སློང་བྱེ་བྲག་དང། མི་བྱེ་བྲག་གི་ཐ་སྙད་དུ་བྱེད། དེ་ཡོད་མ་རེད་པ། གང་ལྟར་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལ་ཡོང་ཡག་གི། གཉན་འཕྲང་དེ་ཚོ་ལ་ང་ཚོས་གདོང་ལེན་བྱེད་ཐུབ་མིན་ལ་མ་ལྟོས་པའི། གདོང་ལེན་བྱེད་ཐུབ་མིན་ལ་མ་ལྟོས་པའི། དུས་རབས་འདིའི་ནང་ལ་ཅི་བ་རེད་ཚར་རེ་རེད་ཤེས་རེད། ད་དེ་ལ་ཧ་ལས་གལ་མི་འདུག་ཨ། བྱས་ཙང་དུས་རབས་འདི་ཡི་གནས་བབ་དེ་ངོ་ཤེས་པ་བྱས་ནས། རང་གི་གནས་བབ་ཀྱི་ཐོག་ནས་དུས་རབས་འདིའི་ཀླན་ཀ་ལ་ཡ

བོད་ཀྱི་དཔེ་མཛོད་རིག་པའི་གཞུང་ལུགས་ལ་རླབས་ཆེན་གྱི་ཞབས་འདེགས་ཅི་མཆིས་རེད། ཨང་དེར་བརྟེན་ནས་བོད་ཕྱི་ནང་ཡོངས་རྫོགས་ལ་དཔེ་མཛོད་རིག་པ་ལ་ཕན་ཐོགས་ཆེན་པོ་ཡོང་ཡག་དང་དེའི་དབང་གིས་བོད་ཀྱི་ངག་གི་རང་བཞིན་རྒྱུན་འཛིན་བྱས་ཡག་ཏན་ཏན་ཐུབ་བས་སུ་རེད་བསམ་འདུག།